ལ་སོགས་བསྙེན་པའི་སེམས་ཅན་ནམ་མཁའི་དྲ་གྲོགས་ལྷན་རྒྱས་ཚང་མ་ལོགས་ལ་ཡར་བཀྲ་ཤིས་བདེ་ལེགས་ཁམས་བཟང། རྒྱལ་སྲིད་ངས་ཞུ་མཁན་ལས་སེམས་ལས་སེམས་དེ་ཚོ་རྣམ་པ་ཚོ་ལ་ཕན་ཐོག་དང་དོན་སྟོན་ཟེར་གྱི་ཡོད་པ་ཡིན་ན་ངེས་པར་དུ་དགའ་རྟགས་དང་འཇུས་སྐུལ་ངེས་པར་དུ་གནང་རོགས་དང་ནོར་གྱི Subscribe དང་དེ་ཚོ་ངེས་པར་དུ་གནང་རོགས།

ངོ་བོ་དང་ངེས་ཚིག་དབྱེ་བ་འདི་ཡི་མཚན་ཉིད་བརྗེ་ལེན་ལྔ་ལས་དང་པོ་ནི། འབྱུང་བ་ཁོ་རང་རང་ལ་བསམ་བློ་གཏོང་བས་ན་འབྱུང་བ་ཁོ་རང་རང་གི་ངོ་བོ་གཅིག་གིས་དབྱེ་བ་བྱས། ངེས་ཚིག། དབྱེ་བ། མཚན་ཉིད། བརྗེ་ལེན་ལ་ནི་འདུ་སྣང་པ་ལྔ་ཡོད་གསུངས་རེད། འདི་ནང་ལོའི་དང་པོ་འབྱུང་བ་གི་ངོ་བོ་ག་རེ་ཡིན་ཟེར་ཡོད་དུས། རྟགས་ན་དབྱེ་ཕྱིར་མ་གྲུབ་སྟེ། དེ་ལས་རང་བཞིན་འབྱུང་ཕྱིར་ངེས་ཚིག། ངོ་ཚོས་ནམ་རྒྱུན་ཆོས་ཐམས་ཅད་སྤྲོས་པའི་མཐའ་འཇལ་དང་འབྲེལ་བའི་སྟོང་ཉིད་ཀྱི་ཆོས་རེད་ཅེས་པའི་རོའོ་ད་ལྟ་སྐབས་སུ་བབས་པའི་འབྱུང་བ་ཁོ་རང་ཡང་ངོ་བོ་རྟག་པ་ཡིན་ན་ངོ་བོ་སྤྲོས་པའི་མཐའ་འཇལ་དང་འབྲེལ་བ་ངོ་བོ་རྙེད་དུ་མེད་པ་ཨ་ནི་སྟོང་ཉིད་ཀྱི་ངོ་བོ་མ་གྲུབ་པའི་ངོ་བོ་རང་བཞིན་དང་ལྡན་པ་རེད་ཅེས་ནི་ཡིན་པ་ཡིན་ན་ཡང་ངོ་བོ་སྟོང་ཉིད་ཡིན་པ་ཡིན་ནས་སྟོང་ཉིད་སྟོང་ཆ་མ་ཡིན་པ་དེ་ཡི་རོ་སྣང་ལས་སུ་ཤར་འདས་པ་ཅིག་འདི་ཡི་རང་སྣང་ལས་སུ་ཤར་འདོད་པ། འགྲོ་བ་རིགས་དྲུག་གི་བདེ་སྡུག་ཐམས་ཅད་ཀྱི་རྒྱུ་དང་རྐྱེན། འབྱུང་བ་འདི་གྱིས་བྱེད་ཀྱི་ཡོད་པ་ཡིན་ཙང། ད་ལྟ་སྐབས་སུ་བབ་པའོ། ངོ་བོ་སྟོང་ཉིད་རེད་དེ་སྟོང་ཉིད་འདི་ཡི་ངང་ལས་སུ་ཤར་བསྡད་ཀྱི་ཡོད་པ་ཡིན་ཙང་འདི་ཀྱི་ངོ་བོ་འདི་སྤྲུལ་པའི་མཐའ་རྒྱས་དང་བྲལ་བ་འདི་འབྱུང་བ་གྱི་ངོ་བོ་རེད་གསུངས་རེད། ཨེ་ཝྃ་ལྔའམ་དེའི་སྟེང་ཁ་རིའི་རླུང་ནི་འགལ་དུ་སྲིད། འབྱུང་བ་ཁོ་རང་གི་ཨེ་ཝྃ་རུ་བཞིན་ཡིན་པ་ཡིན་ན་ནམ་རྒྱུན་ད་ལྟ་འབྱུང་ཚེ་སྐབས་སུ་ལ་ཤིང་མེ་ས་ལྕགས་ཆུ་ལ་ནི་འབྱུང་བ་གི་ཨེ་ཝྃ་རུ་བཞི་ལྔ་བཞག་གི་ཡོད་རེད་དེ། ཡིན་ན་ཡང་སྐབས་སྐབས་སྐབས་སྐབས་ལ་འབྱུང་བ་གི་ཨེ་ཝྃ་ག་ཚོད་ཡོད་རེད་འགལ་དམ་པ་དེ་ནི་ལེགས་གི་ཡོད་རེད་གསུངས། འགལ་དམ་པ་ག་རེད་ཟེར་ཡོད་དུས་འབྱུང་བ་ལྔ་འདི་ཡི་སྟེང་དུ་ལ།

ཤིང་དང་རླུང་ཟེར་ནི་རེད། འདྲ་བའི་ཆ་ནི་ཤིང་རྟག་པ་རེད་རླུང་ཟེར་ན་གཅིག་པ་རེད་ཅེས་རེད་དེ་ཡིན་དུས་མཚན་ཉིད་དེ་ལ་ཡང་ཤིང་ཡིན་ན་གཡོ་བའི་རང་བཞིན་དང་ལྡན་པ་རེད་ཅེས་རེད། མེ་ཡིན་ན་སྲེག་པའི་རང་བཞིན་དང་ལྡན་པ་རེད། ས་ཡིན་ན་ས་ས་ཡིན་ན་ས་ཞིང་མཁྲེགས་པའི་རང་བཞིན་དང་ལྡན་པ་རེད། ལྕགས་ཡིན་ན་གཅོད་པའི་རང་བཞིན་དང་ལྡན་པ་རེད་ཅེས་རེད། ཨ་ནི། ཆུ་ཡིན་ན་བརླན་ཞིང་གཤེར་བའི་ངོ་བོ་དང་ལྡན་པ་འོ་དེ་དེ་སོ་སོ་སོ་སོ་གི་མཚན་ཉིད་ཡིན་ཟེར་གྱི་ཡོད་རེད་མཁྱེན་སོང་ཨ་ནི།

མགོ་ལ་ཡང་སྐུལ་ཐུབ་པ་བྱུང་ཡོད་རེད་དེ། ཡིན་ན་ཡང། བོད་འབངས། བོད་འབངས་ཀྱི་མི་རིགས་འདི་སོགས་ལ་གར་འདུག་ཟེར་ཡོད་ནི། སེམས་ནོར་ནོར་ལ། སེམས་ནོར་ནོར་ལ་རྣམ་རྟོག་གི་དྲ་བ་གིས་ཁེངས་བསྡད་ནས། ཨ་ནི་གླང་ཆ་དང་དོར་ཆ་གང་ཡང་མི་ཤེས་པའི་ཐབས་ཀྱིས་རྨོངས་ནས་བསྡད་ཤག། འདིའི་རྨོངས་པ་དེ་ཕ་གསལ་བོར་བྱ་བའི་ཆེད་དུ་ལ། ངས།

བྱས་ཙང་འདི་ཡོད་དུས་མཇལ་ལས་མ་འཕྲོག་འདས་སྟེར་ཞིང་ཟེར། འབྱུང་བ་སྔགས་ཀྱིས་མཐོང་ནས་འབྱུང་བ་སྔགས་ཀྱི་མཇལ་ལས་དེ་མ་འཕྲོག་པ་ཁྱོད་སྙོམས་པོ་གཅིག་གིས་གང་ལ་གནས་ཚེ་གཞི་སྙོམས་པོ་གང་ལ་གནས་པ་ཡིན་ན་འདི་གི་སོ་སོ་ལ་བདེ་བ་སྟེར་གྱི་ཡོད་རེད་ལུས་ཕུང་ཡིན་ན་ཡང་ངས་ན་ས་མི་འཇོག་ཨ་ནི་བདེ་ཐང་ང་ལ་གནས་ཀྱི་ཡོད་རེད་ཐང་པོ་ང་ལ་གནས་ཀྱི་ཡོད་རེད་ཅེས་བདེ་བ་སྟེར་གྱི་ཡོད་རེད་གལ་སྲིད་འབྱུང་བ་སྔགས་དེ་འཁྲུགས་ན་གལ་སྲིད་ཡ་མ་ཏིས་ཐོག་དྲགས་པ་དང་མ་དམའ་བ་ཤོར་བ་ཡིན་ན་གལ་སྲིད་ཨེ་ནི་རུ་བོ་ཆེ་འཁྲུགས་པ་ཡིན་ན། འདི་ལའང་དེ་ནི་ག་རེ་བྱུང་གི་ཡོད་རེད་ན། ན་བའི་སྡུག་བསྔལ་འཆི་བའི་སྡུག་བསྔལ་ལ་སོགས་པ་བྱུང་བར་མ་ཟད། ཉེ་གྲོགས་དང་ཤེས་བྱའི་ལ་སོགས་པའི་ཨ་ནི་བདེ་སྡུག། ཁམས་གསུམ་འཁོར་བ་ནང་ལོགས་ལ་ཡོད་བྱ་སྤྱོད་ཀྱི་མི་ཡིན་མ་ཡིན་མི་མ་ཡིན་པ་དང་ད་གང་ནང་བཞིན་གྱི་གང་ཡིན་པ་ཡིན་ནའི་ནས་ན་ས་དོན་གྱི་གནོད་པ་ལ་སོགས་པ་ཐམས་ཅད་འདི་ལ་བརྟེན་ནས་སླེབས་ཀྱི་ཡོད་རེད་ཅེས། མདོར་ན། བདེ་བ་དང་སྡུག་བསྔལ་མ་ལུས། འབྱུང་བ་དེ་ལ་བརྟེན་ནས་བྱེད་ཀྱི་ཡོད་རེད་བྱུང་བ། དང་པོ་སྐྱེས་ཡུན་དུས་འབྱུང་བ་འདི་ལ་བརྟེན་ནས་ཡང་སྐྱེ་གི་ཡོད་རེད་མཐའ་མ་འཇིག་ཡུན་དུས་ཡང་འབྱུང་བ་དེ་ཡི་ངང་ནས་འཇིག་གི་ཡོད་རེད་བར་དུ་གནས་ཡུན་དུས་ཡང་འབྱུང་བ་དེ་ཡང་མ་འཁྲུགས་པ་ལ་བརྟེན་ནས་ང་ཚོ་ནད་ན་ས་བྱུང་གི་ཡོད་པ་ཡིན་ཙང་འབྱུང་བ་དེ་སྨྱོ་འབོག་གང་ལ་བཞག་པ་ཡིན་ན་བདེ་བ་འབྱུང་གི་ཡོད་པ་ཡིན་ཙང་དེ་འབྱུང་བས་ཀྱི་བྱེད་ཀྱི་ཡོད་རེད། བྱས་ཙང་འདི་ལྟ་བུ་བདེ་བ་དང་སྡུག་བསྔལ་འདི་འབྱུང་ཁུངས་དེ་ག་རེ་ལ་བརྟེན་ནས་འབྱུང་གི་འདུག་སེ་འདི་གི་སློང་བྱ་དང་དོར་བྱ། འདི་ཡག་པོ་ཤེས་པའི་སྒོ་ནས་སྡུག་བསྔལ་དེ་ཕག་སེལ་བར་བྱ་བ་ཆེད། སྡུག་བསྔལ་དེ་ཕག་མེད་པ་ཚོའི་བདེ་བ་དེ་ཚུར་ཡོང་བར་བྱ་བའི་ཐབས་ལམ་འདི་གི་ཆེད་དུ་ལ་ག་རེ་བྱེད་དགོས་ཀྱི་ཡོད་རེད་ཟེར་ནས་རྩིས་ཀྱི་མན་ངག་སྟོན་ཆོས་འདི་ལ་ང་ཚོ་སྦྱང་དགོས་ཀྱི་ཡོད་རེད། གལ་སྲིད་རྩིས་ཀྱི་སྟོན་ཆོས་འམ་རྩིས་ཀྱི་ཐབས་ལམ་དེ་ཡག་པོ་ཤེས་པ་ཡིན་ན་ཨ་རི་ང་ཚོ་ལ་བདེ་བ་སྟེར་གྱི་ཡོད་རེད་བདེ་བ་རག་གི་ཡོད་རེད་ཀྱི་སྡུག་བསྔལ་དེ་ཕག་འདོར་བདེ་བ་དེ་ཚུར་རག་གི་འོ་རེད། འདི་ཡང་བསམ་བློ་བཏང་སྟངས་ག་འདྲ་ཡོད་རེད་ཟེར་ཡོད་དེ་དཔེར་ན། འགྲོ་བ་རིགས་དྲུག་ཟིན་ཡོད་དུས་སྐབས་སུ་བསམ་བློ་སྡུག་བཏང་ཡང་མི་འདོར་བ་འགྲོ་བ་རིགས་དྲུག་ཟིན་ཡོད་དུས་སྐབས་སུ་རྦད་ལོ་ཁ་བྱེད་ནས་ཧ་ལམ་མ་གསོན་ན་ལྷ་སྲིན་གྱི་ཡ་གང་ལ་ཡོད་པ་ཅིག་དང་ང་ཚོས་རྦད་ལོ་ཁ་བྱེད་ནས་ཡོད་པ་ཨེ་ནི་རུ་བསམ་བློ་གཏོང་ཆོག་མི་འདོར་བ། འགྲོ་བ་རིགས་དྲུག་ཟིན་གྱི་ང་ཚོ་ཚང་མ་གནས་ས་དང་གནས་གཞིའི་སྟེང་དེ་གཅིག་གང་ལ་གནས་དེ་ཡོད་ཚང་མ། གནས་གཞི་ཚང་མ་གཅིག་གང་ལ་གནས་དེ་ཡོད་དེ་ཡིན་ན་ཡང་སོ་སོ་ལས་དབང་ཐང།

རྩིས་དེ་ག་དེ་ཟ་ནས་མི་གང་ལ་སྦྱར་གྱི་ཡོད་བ། ང་ཚོ་མིག་གིས་སྤྱོད་ལམ་བླང་བྱ་དང་འདོར་བྱ་ཏིས་མ་ཤེས་པ་ཡིན་ན། འགྲོ་བ་རིགས་དྲུག་ནང་ལོག་གནས་དེ་གས་ང་ཚོ་གཅིག་པུ་མ་རུ་བ། ང་ཚོ་གིས་གཅིག་མ་བསྒྲིགས་པ་ཡིན་ན་གལ་སྲིད་ང་ཚོ་ལས་ང་ཚོ་གིས་གཅིག་མ་བསྒྲིགས་པ་ལ་བརྟེན་ནས་གོང་ལ་ཕོག་ཐུག་འགྲོ་བ་ཡིན་ན། གོང་ཐམས་ཅད། སངས་མ་རྒྱས་པའི་སེམས་ཚང་མ་ཁོ་རང་ནང་ལོག་ལ་འཁྱམས་འདུག་གི་ཁོ་ཚོ་སངས་ཀྱི་འཁྲུག་ཁོ་ཚོ་ཐམས་ཅད་འཁྲུག་འཁྲུག་ཡོད་དུས་ཁོ་ཚོ་ཐམས་ཅད་ཞེ་སྡང་ལོག་ནས་ང་ཚོ་ལ་གནོད་པ་སྐྱེལ་ན་ང་ཚོ་ལ་ནད་དང་ན་ཚ་མང་པོ་ཞེ་པོ་ཞིག་ལེགས་ཀྱི་ཡོད་རེད། དང་ནང་བཞིན་ང་ཚོ་ལས་དམའ་བ་དང་ཚ་གླུ་དང་དེ་ཚོ། བློ་དང་དེ་སོགས་ཀྱི་རིགས་ཅིག་ཡོང་གི་འདུག་བ། བློ་དང་དེ་སོགས་ཀྱི་རིགས་ཅིག་ཡོད་པ་ཡིན་ན་ཡང་ང་ཚོ་ལས་ག་རེ་ཡིན་ནའི་དེ་ཡག་ག་རོགས་ང་ཚོ་ང་ཚོ་ལས་ཡག་ག་ཡོད་མི་འདུག་ཁོང་ཚོ་ལ་ཕོག་ཐུག་འགྲོ་རྒྱུ་ཤོར་བ་ཡིན་ན་ཁོང་ཚོ་གིས་ང་ཚོ་ལ་གནོད་པ་རྒྱབ་ཅེས་ནས་ད་དོག་ན་ང་ཚོ་མི་འདི་ཐམས་ཅད་སྡུག་བསྔལ་གྱི་སྡུག་བསྔལ་གྱི་ངོ་བོ་བྱས་ནས་སྡུག་བསྔལ་མྱངས་མྱངས་བའི་འབྲས་བུ་གྱི་ངོ་བོ་འགྲོ་གི་ཡོད་པ་ཡིན་ཙང། བྱས་ཙང་ང་ཚོ་ཐམས་ཅད་གནས་ས་གཅིག་གང་ལ་གནས་ཀྱི་ཡོད་རེད་དེ། འདི་ཐམས་ཅད་ལ་ང་ཚོ་གནས་ཡོད་དུས་ང་ཚོས་ཀྱི་འཇལ་བ་སྤྱོད་ལམ་ཐད་ཀྱི་ཕག་ལ་ཕོག་ཐུག་མ་འགྲོ་ཚུགས་ལ་ཕོག་ཐུག་མ་འགྲོ་དབུ་མའི་ལམ་གསལ་བོར་སྙོམས་པོ་གང་ལ་འགྲོ་བའི་ཆེད་དུ་ལ་རྩིས་ཀྱི་གཞུང་དེ་ཡག་པོ་ཤེས་དགོས་ཀྱི་ཡོད་རེད་ཀྱི། རྩིས་དེ་ཡག་པོ་གཞུང་ཡག་པོ་ཤེས་པ་ཡིན་ན་ང་ཚོས་ཀྱི་འཇལ་བ་སྤྱོད་ལམ་ག་རེ་ཡིན་ན་ཡང་ང་ཚོ་སློང་བྱ་འདོར་བྱ་ག་རེ་ཡིན་པ་ཡིན་ན་ཡང་དཔེ་མི་སྲིད་སྙོམས་པོ་གང་ལ་འགྲོ་དུ་ཡོད་དུས་ལྷག་པར་དུ་ཨ་ནི་གོང་མ་དང་འོག་མ་དེ་ཚོས་ཀྱི་ང་ཚོ་ལ་མཐུན་རྐྱེན་འམ་གྲོགས། མཐུན་རྐྱེནའམ་གྲོགས་བྱེད་པའི་སྒོ་ནས་སོ་སོ་ཀྱི་དོན་དག་ཡིན་ན་ཡང་འདྲ་འདུག་སོ་སོ་ཀྱི་རེ་འདུན་ག་རེ་ཡིན་པ་ཡིན་ན་འགྲུབ་ཡག་གི་མཐུན་རྐྱེན་མ་གཏོགས་བྱེད་མཁན་འདི་འགལ་རྐྱེན་གྱི་ཁོང་དུ་འགྲོ་གི་མ་རེད་ཁོང་ཚོ་གིས་ཡང་ང་ཚོ་ལ་འགྲོ་མཁན་བྱས་ནས་ང་ཚོ་གི་དོན་དག་འདི་མ་འགྲུབ་བཅུག་གི་ཡག་རེད་ཟེར་བའི་སྐད་ཆ་རེད། ད་འདི་དཔེ་སྒྲོག་ཅིག་ཞུས་པ་ཡིན་ན་མི་གཅིག་གིས། ྋགོང་ས་གཅིག་གིས་ལས་ཀ་ཀླད་པ་དང ྋགོང་ས་ལྔ་བཅུ་བ་མཉམ་དུ་བྱས་ནས་ལས་ཀ་ཀླད་པ་དེ་སུ་ནུ་སྟོབས་ཆོས་ཀྱི་རེད། དཔེར་ན་གང་ས་གཅིག་གིས་ལས་ཀ་ཀླད་པ་ཡིན་ན་ཁོང་ཡང་ཀླད་པ་རིག་པ་གཅིག་མ་གཏོགས་ཡོད་མ་རེད། དང་ནུ་ཆོས་ཁོ་ཡིན་ན་གཅིག་གིས་ག་ཚོད་ལས་ཀ་དེ་ལམ་སང་ཚའི་ལས་ཀ་དེ་ཡང་རྒྱུན་རིང་མོ་ཞུ་གི་གོ་རེ་ཡ་དཔེ་སྲོལ་དེ་ཡང་དག་མི་ཡག་པོ་མེད་ཡ་དེ་ནི་ཡོང་གི་འདུག་བ། གལ་སྲིད་མི་བཅུ་དྲུག་གཅིག་མཉམ་དུ་ལས་ཀ་ཀླད་པ་ཡིན་ན་ཨ་ནི་ཚར་ཡང་ཡང་མགྱོགས་པོ་དུས་ཚོད་ཞེ་དྲག་མ་ག་བ་ཀླད་པ་ཡིན་ན་ཡང་མང་པོ་རིག་པ་ཡིན་ན་ཡང་འབྲུང་པོ་ག་རེ་ཡིན་ན་ཡང། སྟབས་བདེ་རུ་འགྲོ་གི་འདུག་ཨཱ། ད་གང་ནོ་ཆེ་ང་ཚོས་ཀྱི་དོན་དག་སྒྲུབ་བྱེད་འབྲུ་བ་ཡོད་མེད་ལ་དཔེར་ན་ང་ཚོ་གཅིག་པུར་འབད་བརྩོན་བྱས་བསྡད་པ་ཡིན་ན་ག་དུས་ནས་ཡང་འགྲུབ་ཡ་ཁག་པོ་ཡོད་ར་ད་དེ། འགྲུབ་ཡ་ཁག་པོ་ཡོད་མེད། ང་ཚོས་ཀྱི་འགྲུབ་ཡ་ཁག་པོ་ཡོད་ཡོད་དུས་ང་ཚོས་རྩིས་ཆུང་དུ་ཡག་པོ་ཤེས་པ་ཡིན་ན། འདུག་སེ་ཤེས་པ་ཡིན་ན་ང་ཚོ་དེ་ལ་བླང་བྱ་དང་ལྡོག་བྱ་དེ་ང་ཚོ་ཀྱི་དང་ཤེས་ཀྱི་ཡོད་ར་བ་ཤེས་པ་ཡིན་ན། ཨ་ནི་ང་ཚོས་དེ་ཀྱི་དོན་དག་འགྲུབ་ཡ་ལ། མཐུན་རྐྱེན་གྱི་གྲོགས་ཀྱི་ཚུལ་འདུག་ལ་ཚང་མ་ང་ཚོ་ལ། ཚུར་གྲོགས་བྱེད་ཡ་གླེགས་ཀྱི་ཡོད་རེད་གླེགས་ཀྱི་ཡོད་པ་ཡིན་ཙང་ང་ཚོ་དོན་དག་ཡིན་ན་ཡ་ག་རེ་ཡིན་ན་ཡ་རྐྱེན་ངན་བར་ཆད་ཐམས་ཅད་བསྲེས་ནས་དོན་དག་སྒྲུབ་ཡ་ལ་ལམ་ལྷོང་ཡག་པོ་ཡོང་གི་ཡོད་རེད་ཟེར་བའི་སྐད་ཆ་རེད། ད་འདི་གི་རྗེས་ལ་ཡ་རྩིས་བྱེད་ཀྱི་རྩིས་བྱེད་ཀྱི་གསབ་བྱེད་ནང་ལོག་མ་གླེང་ཡོད་དུས་རྩིས་བྱེད་གཙུག་ལག་རྣམ་གཉིས་དེ་ཚེ་རྩིས་བྱེད་དེ་མ་ཤེས་ཡོད་དུས་འདི་ལ་ཡང་གསབ་བྱེད་རྣམ་པ་གཉིས་ཀྱི་ཁོང་དུ་བསྡུ་ནས་མ་ཤེས་ཀྱི་ཡིན་སོང་རེད། གཉིས་དེ་ག་རེད་ཟེར་ན་རང་བཞིན་ཤེས་དང་འཁྲུལ་སྣང་ངོ། རང་བཞིན་ཤེས་ཀྱི་གཙུག་ལག་དང་འཁྲུལ་སྣང་གི་གཙུག་ལག་ལ་ནི་རྣམ་པ་གཉིས་ཤེས་ཀྱི་ཡིན། འདིར་གོ་བ་ག་འདྲས་ལེན་དགོས་རེད་ཟེར་ཡོད། རང་བཞིན་ཤེས་ཡིན་གཙུག་ལག་ཟེར་ཡོད། ཆོས་ཀྱི་དབྱིངས་སྟོང་ཉིད་དོན་དམ་གྱི་ངང་ལ་འདུག་བསམ་བློ་གཏང་དགོས་རེད། འཁྲུལ་སྣང་ཟེར་ཡོད་སྟོང་ཉིད་དེ་ཡི་ངང་ལ་ཚུར་ཤར་འདོད་པ་ཀུན་རྫོབ་ཀྱི་ཆ་དེ་ལ་འདུག་བསམ་བློ་གཏོང་དགོས་ཀྱི་ཡོད་རེད། ཀུན་རྫོབ་ཀྱི་ཆ། སྣང་བའི་ཆ། ཁམས་གསུམ་འཁོར་བ་ཟེར་ན་མི་འདུག་ང་ཚོའི་འཁྲུལ་སྣང། ཁམས་གསུམ་འཁོར་བ་ནང་ལོགས་ལ་འདི་གི་ཡོད་རེད་བ། འཁྲུལ་སྣང་གི་ངོ་བོ་འདི་གི་ཡོད་རེད་བ། འདི་ལ་དུ་བ་བསམ་བློ་བཏང་ན་ཡང་ཆོག་གི་ཡོད་རེད་མཁྱེན་སོང་བ་དེ་བྱེད་ཀྱི། ལྟ་འདི་རང་བཞིན་གཞི་ཡི་གཙུག་ལག་ནི་ནང་གསེས་བྱུང་བ་སྔར་སྣང་བ་ཀུན་བྱང་ནམ་མཁའི་རང་བཞིན་ཏེ། མཐའ་ཡི་མེ་བྱུང་འདུ་མ་བྱས་ཟེར་གྱི་འདུག་རང་བཞིན་གཞི་ཡི་གཙུག་ལག་ཟེར་གྱི་འདི་ག་རེད་ཟེར་གྱི། རང་བཞིན་གཞི་ཡི་གཙུག་ལག་ཅིག་ནི་ནང་གསེས། སྣང་སྲིད་འཁོར་འདས་ཀྱི་འདུས་པའི་ཆོས་ཐམས་ཅད་འབྱུང་ས་ཀྱི་གཞི་ག་མ་ལྟ་བུ་ཆགས་འདི་གི་ཡོད་རེད་ཅེས་ཡིན་ན་ཡང་ཀུན་ཀྱང་འདི་ཐམས་ཅད་ཀྱང་སྡུག་ཡག་པོ་ཅན་མ་རྟོགས་ཤིང་དཔྱད་པ་ཡིན་ན་ཐམས་ཅད་ནམ་མཁའི་རང་བཞིན་དང་གཅིག་པ་རེད་བསམ་ཐམས་ཅད་སྟོང་པ་རེད་རྙེད་དུ་ཡོད་མ་རེད། རྩ་ཚབ་དང་འདྲ་བ་རེད་སྤྲོས་པའི་མཐའ་ཅན་དང་འདྲ་བ་རེད་མཐའ་ཡོད་མ་རེད་ཡུལ་ཡོད་མ་རེད་མདོར་ན་ག་རེ་ངོ་བོ་ཐམས་ཅད་འདུས་མ་བྱས་ཀྱི་ངོ་བོ་ཆགས་འདི་གི་ཡོད་རེད་ཅེས་པར་བལྟས་ཏེ་ཆོས་ཀྱི་དབྱིངས་དེ་ལ་འདུག་བསམ་བློ་གཏོང་བ་བྱས་ད་འདི་གི་རྗེས་ལ་ཡ། ཀུན་རྫོབ་ཀྱི་ཆ་དེ་ལ་ཆོས་ཀྱི་དབྱིངས་དེ་ལས་ཤར་འདས་པའི་ཀུན་རྫོབ་ཀྱི་ཆ་དེ་ལ་ཡང་མ་རིག་འཁྲུལ་སྣང་གཙུག་ལག་ལ་མ་རིག་འཁྲུལ་སྣང་གཙུག་ལག་འདི་ལ་ཡང་ཨ་ནི་རྣམ་པ་གཉིས་སྒོ་ནས་མ་ཨེ་གི་ཡིན་ཟེར་རེད་དེ་ལ་ག་ཡོད་རེད་བརྩི་བའི་གཞི་དང་བརྩི་སྟངས་གཉིས་ལ་ནི་འདུག་ལིག་རེད་གསུངས་རེད་འདི་ནང་ལོ་ནས་བརྩི་བའི་གཞི་དེ་ལ་ཡང་ང་ཚོ་ང་ཚོ་དཔེར་ན་འཁྲུལ་སྣང་ནང་ལོ་ལ་འདས་དུས་ཡུན་དུས་སྐབས་སུ་གཟུང་བྱ་དང་ཟིན་བྱེད་ལ་ནི་རྣམ་པ་གཉིས་སུ་དབྱེ་ཡོང་གི་འདུག་དཔེར་ན་ཡུལ་དང་ཡུན་ཅན་ལ་ནི་རྣམ་པ་གཉིས་སུ་འདུག་སླེ་ཡོང་གི་འདུག

སྣང་བ་ཡུལ་ཟེར་མཁན་གཉིས། དཔྱོད་བྱེད་ཡིད་ཟེར་མཁན་གསུམ། གཟིམ་པ་སེམས་ཟེར་མཁན་ན་བཞི་ཐམ་པ་ཡོད་རེད་ཅེས་ཏེ། བཞི་ཐམ་པ་ཡོད་རེད་ཅེས་ཏེ་དེ་ནང་ལོགས་ནས་དང་པོ། འབྱུང་བ་རང་བརྗོད་ཟེར་མཁན་དེ་ག་རེད་ཟེར་ཏེ་འབྱུང་བ་རང་བརྗོད་ཟེར་མཁན་དེ་ད་ལྟ་ང་ཚོ་སྐབས་སུ་བབ་པ་འབྱུང་ཟེར་ཏེ་འབྱུང་བ་རང་བརྗོད་ཀྱི་ངང་ལ་འགྲོ་གི་ཡོད་རེད་བ། དེ་ཡིན་དུས་འབྱུང་བ་རང་བརྗོད་འདོད་ལ་ཡང་ག་རེ་ཡོད་རེད་ཟེར་དུས། ཕྱི་དང། ནང་དང། བར་ལ་ནས་འདུག་རྣམ་པ་གསུམ་ཨེ་གི་ཡོད་རེད་ཅེས་ཏེ། ཕྱི་དེ་ལ། ཤིང། མེ། ས། ལྕགས། ཆུ། མདོས། ཁམས་ལྔ་དེ་རེད། ནང་ལ་གླེང་ཡུལ་འདི་སྐབས་སུ་ཞེ་ནས་ནང་ལ་ང་ཚོ་ག་རེ་ཡོད་རེད། གཟུགས་པོ་ནང་ལོགས་ལ། མིག་གི་གཟུགས་པོ་ནང་ལོགས་ལ་དོན་ལྔ་ཟེར་མཁན་གྱི་རྩི་ཡ་ཡོད་རེད། གསོ་བ་རིག་པའི་གི་གཞུང་ནང་ལོགས་ལ་དོན་ལྔ་ཟེར་མཁན་ཅིག་ཡོད་རེད། དོན་ལྔ་དེ་ག་རེ་རེད་ཟེར་ཡུལ་དེ་རིམ་པ་བཞིན་དུ་མ་གླེགས་རེད། དེ་ཡིན་དུས་ནང་གི་ཁམས་ལྔ་ནི། དོན་ལྔ་ནང་ལོགས་ནས་དོང་ཞོ་དེ་ག་རེ་སྙིང་ཟེར་གི་དོན་ལྔ། སྙིང་འདི་ག་རེ་ཟེར་ཏེ་མེ་ཁམས། གློ་བ་ག་རེ་ལྕགས་ཁམས། མཆིན་པ་ག་རེ་ཤིང་ཁམས། མཆེར་པ་ག་རེ་ས་ཁམས། མཁལ་མ་ག་རེ་ཆུ་ཁམས། ཅེས་དེ་ལྟ་བུ་དོན་ལྔ་འདི་ཁམས་ལྔ་ལ་བསྡུས་པ་སྦྱར་ནས་བཤད་པ་འདི་ག་རེ་ལ་འབྱུང་བ་རང་རྒྱུད་ཀྱི་འབྱུང་བ་རང་རྒྱུད་ཀྱི་རྣམ་གཞག་རེད་གསུངས།

དབང་པོ་ལྔ་གིས་འཛིན་བྱེད་ཡམ་དབང་པོ་ལྔ་གིས་གཟུང་བྱར་གྱུར་པའི་ཡུལ་ཕྱིས་ཀྱི་ཡུལ་གང་དང་གང་ཡིན་པ་ཡིན་ན་ཡང་འདི་ག་རེ་རེ་ཟིན་ཏེ་སྐབས་སུ་བབ་པ་འདས་ལ་ནི་ང་ཚོ་སྣང་བ་ཡུལ་ཆགས་བསྡད་ཀྱི་ཡོད་ཨ་རེ་ཅེས་རེ་ཁན་སོང་བ་སྣང་བ་ཡུལ་དེ་དག་སེ་གེ་ཏེ། འཛིན་བྱ་གཟུང་བྱ་དེ་དག་གཟུང་བྱ་དང་འཛིན་བྱེད་ཀྱི་དབང་པོ་དེ་དག་ཕུན་ཚོགས་འབྱུང་བ་ཡི་སྤྱོད་རེ་ཟམ་པ་སྤྱོད་བྱེད་ཡིས་འབྱུང་བ་དང་གཟུང་བྱ་དང་འཛིན་བྱེད་ཀྱི།

སེམས། སེམས་ཀྱི་འབྱུང་བ་གི་གོང་དུ་བཞག་གིན་ཡིན་གསུངས་རེ་བྱས་ཙང་འདི་ཡོད་དུས་ད་ལྟ་འབྱུང་བ་རྩིས་བྱའི་འབྱུང་བ་ཞིག་གི་སྒོ་ནས་འདུག་མ་གཏན་ལ་འབེབས་པ་ཡིན་ན་འདུག་གཏན་ལ་བབས་རྒྱུ་ཡོད་རེད་གསུངས་རེ། ད་འདི་གི་རྗེས་ལ་ཡང་ད་འདི་རྩི་ཐབས། ད་རྩི་ཐབས་ཟེར་ཡོད་འདི་སྐབས་སུ་ཞུ་ཡིན་པ། དཔེར་ན། རྩིས་འདི་འདུག་སྐོར་བ་ཡིན་ན་དཔེ་མི་སྲིད་ཀི་སྐོར་ཐང་ས་ཡ་གྲོང་ལོས་སྡོད་པ་སོ་སོ་སོ་སོ་གི་མཁས་པ་སོ་སོ་སོ་སོ་གི་ལུགས་མི་འདྲ་བ་མང་པོ་ཞིག་པོ་ཡོད་ར་རེད་དེ། ཡིན་ན་ཡང་དེང་སང་གི་གདུལ་བྱ་རྙིང་མའི་གདུལ་བྱ་དེ་ཚོ་གི་བློ་དང་མཐུན་པ་བློ་དང་དཔག་པའི་སྒོ་ནས་བསྡུམ་བདེ་བོ་བྱེད་ནས་ཨ་ནི་མ་གསུངས་ཡོད་དུས་སྐབས་སུ་གསར་བརྗེ་ཟེར་བ་གསར་བརྗེ་རུ་བྱེད་མི་འདུག་ཨ་ནི་རྣམ་པ་ག་ཚོད་ཡོད་རེད་ཟེར་དུས་རྣམ་པ་དགུ་ཐམ་པ་ཡོད་གསུངས་རེད་རྣམ་པ་དགུ་དེ་གང་ཡིན་ཟེར་ཡོད་དུས། རྩི་ཐམ་དུ་ན་རྣམ་པ་དགུ། ཁམས། ལོ། སྨེ་བ། སྤར་ཁ། ཟླ་བ། ཞག། འདུས་ཚོད། གཟའ། སྐར་མ། སེང་རི། རྣམ་པ་དགུ་ཐམ་པ་ཡོད། གསུང་རེད། རྣམ་པ་དགུ་ཡོད་པའི་ནང་ལོགས་ནས་དང་པོ། ཁམས། སེང་རི་ག་འདྲེ་འདྲོགས་བྱས་ལས་བྱེད་དགོས་ཀྱི་ཡོད་རེད། ཁམས་འདི་ངོས་ཟིན་ག་འདྲེ་བྱེད་དགོས་ཀྱི་ཡོད་རེད། ཁམས་འདི། རྒྱ་ནག་གི་ལྕེ་ཡི་ཐོག་ལ་ཁམས་འདི་གི་ཐ་སྙད་ག་འདྲེ་ཡོད་རེད་ཟེར་ནས་འདི་གི་སྐད་ཆ་འདི་འདུག་གསུང་བ་གླེང་ཡོང་གི་ཡོད་རེད་འདི་ཡོང་དུས་རྩ་བ་ནང་ལོགས་ལ། དང་པོ་ཁམས་ནི་སེང་རི།

རུས་ཆོད་སྔགས་ལ་ནི་གར་ཆེན་བཏགས་རེ་ཟིན་ཡོད་དུས་ང་ཚོ་མི་དུ་ཚོ་ཐམས་ཅད་འབྱུང་ས་ཀྱི་གཞི་མ་གྲོགས་ཀྱི་ཁོངས་གཞི་མ་གྲོགས་ཀྱི་འབྱུང་བ་ལྔ་ཆགས་འདུག་གི་ཡོད་པ་ཡིན་ཙང་དང་པོ་འབྱུང་དུས་ཡང་འབྱུང་བ་ལྔ་དེ་ལ་བརྟེན་ནས་ད་ལྟ་བར་དུ་མ་གཅིག་ནས་གཅིག་གཅིག་ནས་གཅིག་བརྒྱུད་པ་ཐམས་ཅད་ཡང་འབྱུང་བ་ལྔ་དེ་ལ་བརྟེན་ནས་བརྒྱུད་པ་རེད། མཐའ་མ་ཐིམ་ཡོང་དུས་ཡང་གཅིག་ནས་གཅིག་གཅིག་ནས་གཅིག་ཐིམ་ནས། ཨ་ནི་འབྱུང་བ་སྔགས་ཀྱི་ངོ་བོ་བར་ཐིམ་འགྲོ་དགོས་ར་ཟེ་འདི་ཡོད་ནས་འདི་ལ། རུས་ཆོད་སྔགས་ལ་ནི་རུས་ཆོད་སྔགས་ལ་ནི་ཡོངས་སུ་གྲགས་ཡོད་རེད་ཅེ། རུས་ཆོད་སྔགས་དེ་ཡང་ད་ངོས་ཟིན་ག་འདྲས་བྱེད་དགོས་ཀྱི་ཡོད་རེད་ཟེར་ཡོད་དུས་ངོས་ཟིན་བྱེད་སྟངས་དེ་ད་ལྟ་སྐབས་སུ་བབ་པ་གོང་ས་ཁོ་རང་རང་གི་རང་བཞིན་དང་ཁོ་རང་རང་གི་ནམ་རྒྱུན་གྱི་ང་ཚོའི་སྤྱོད་པ་ཞིག་ཡོད། སྤྱོད་པ་དེ་ལ་བརྟེན་ནས་ངོས་ཟིན་བྱེད་སྟངས་ཞིག་འདུག་སོ་མ་གསུངས་ཡོད་རེད།

འདུག་ད་ལྟ་དེ་ང་སྒྲུག་བྱེད་ཡིན་ན་ཡང་ཕལ་ཆེར་ལྕགས་ཁམས་རེད། ཡིན་ན་རྣམ་པ་སུ་གཅིག་གཟིགས་དང་ང་སྐད་ཆ་ཤེས་ཡོད་དུས་དེ་ནས་འདུག་མི་འདུག་གཅིག་གཟིགས་དང། སོ་སོ་སོ་སོ་གི་སྐྱོན་ག་རེ་ཡོད་པ་དེ་སོ་སོ་མཐོང་གི་མི་འདུག་བ། རྣམ་པ་སུ་གཅིག་གཟིགས་པ་ན་ལམ་སང་ཧ་གོ་གི་རེད་ང། ཁམས་ག་རེ་ཟོས་འདི། ལྕགས་ཁམས་རེད། འདི་གི་ད་ལྟ། འདུག་སོང་བ་མཚན་ཉིད་དེ་འདུག། མཚན་ཉིད་དེ་ངས་གང་ལ་ཡང་བདེན་འདུག་མི་འདུག་ད་དེ། རྣམ་པ་སུ་འདུག་སོང་བ་ཅེ་ལྕགས་ཡིན་ད། ཅེ་ལྕགས། ཅེ་ལྕགས་ཡིན་པའི་ཐོག་ནས་ད་དེ་རྣམ་པ་སུ་ག་ལས་ག་ལས་འདུག་ཁྱད་མ་ཡིན་ན་ཁབ་ཏུ་འདུག་སོང་བ་ནི་ཀོ་མེན་ནོ་ལོ་ལ་འདུག་སོང་བ།

ལྟ་འདི་གི་རྗེས་ལ་ཡང་ཁམས་ནོར་སྦྱར་བའི་དུས་འདེབས་ནི་ཤིང་ཁམས་བཅིངས་ལ་དཔེར་སོན་ན་རྟ་ཡོན་རྒྱུད་ན་དབང་ལུགས་ཏེ་རྗེ་འཕགས་མ་ལ་རྟ་སྦྲུལ་བའི་ཁྱི་ཕྲུག་རོ་ལངས་འཇའ་སྤྲད་འདྲ་ལུགས་ནི་བྱེད་ཆེན་ཆེ་ཆུང་ལ་དབང་ཟབ་དབང་ལུགས་དབང་ཁ་ནི་ཤེལ་དཀར་འབྲུག་གི་སྐུ་ལ་འདྲའི་གཟིངས་ལ་དང་རྟ་འདི། རྩ་བ་ཅིག་འདུ་བ། ཁམས་ནོར་སྦྱར་བུ་གའི་དང་རྟ་དཔེར་བརྗོད་གྲུབ་ཆེན་མ་ཁྲིད་དོ། འདིའི་དཔེར་བརྗོད་དུས་ད་དུང་བསྡུ་བསྲི་ངེས་ཞུས་པ་ཡིན་ན་ད་དུང་འགོག་ཚུགས་མ་རེད་རྣམ་པ་སོགས་ད་དུང་འགོག་ཚུགས་མ་རེད་འདི་དེ་ད་ལྟ་ངའི་རྗེས་ལ་སོ། ལུས། དབང་ཐང་རླུང་ཐང་ཐམས་ཅད་བསྐོར་ཚར་བའི་ཞོ་བོ་འདི་ལ་ཨ་ནི་མའོ་ལ་སྟེ་ད་ག་རང་དཔེ་སོན་དུས་མའོ་ལ་འགྲོ་བྱས། ངའི་འདུག་ཟེར་ཞུས་པ་ནི་བསེ་རུ་འགྲོ་གི་རེད་མཁན་སོང་བ་འདི་ཡིན་འདི་འདི་གི་དཔེར་བརྗོད་འདི་གི་འགྲེལ་བཤད་འམ་འདི་གི་འགྲེལ་འདི་གི་འགྲེལ་བཤད་འམ་འདི་གི་ཨ་ནི་ངོས་འཛིན་འདི་འདི་ངའི་རྗེས་ལ་ཕུལ་ཆོག་པ་བྱེད་ལ་ནི་ཞུ་གི་ཡོད།